ད་ལྟ་བར་དུ། འདས་པའི་ལོ་ལྔ་བཅུ་དྲུག་ཅུ་རིང་ང་ལ་ཡང་རྒྱ་འུར་རམ་ཆེད་བཀུར་ལས་སྐྱོན་བྱས་ཙང་གཅིག་སྒྲིལ་གྱི་ནུས་པ་ག་ལ་གང་འཚམ་ཅིག་ང་ཚོར་སྤུངས་ཐུབ་ཡག་བྱུང་བསྡད་ཡག་རེད། ད་ང་ཚོ་རྒན་པ་དང་ཕྱི་འགྱུར་བ་ཨེ་མ་བོད་ལ་ཡོད་པའི་སྐབས་ལ་ཡང་ཆོལ་ཁའི་ནང་ལོགས་ལ་གཅིག་སྒྲིལ་ག་ཚོད་ཡོད་རེད། ཆོས་རིགས་ནང་ལོགས་ཆོས་རྒྱུད་སོ་སོ་ནང་ལོགས་ལ་མཐུན་སྒྲིལ་ག་ཚོད་ཡོད་རེད། བཙན་བྱོལ་ལ་སླེབས་པའི་རྗེས་ལས་ང་ཚོའི་ཆོལ་ཁའི་ནང་ལོགས་ལ་ཡང་དཀའ་ངལ་ག་རེ་ག་རེ་འཕྲད་ཡོད་རེད་ཆོས་བརྒྱུད་ནང་ལོགས་ལ་དཀའ་ངལ་ག་རེ་འཕྲད་ཡོད་རེད། དེ་ཚོ་ཚང་མ་ལོགས་ལ་ཡང་རྒྱག་རུང་བྱེད་གི་བལ་ཐུག་རྩེ་བ་ཆུན་པོས་གི་བལ་ཐབས་གི་བལ་སུ་རེད་ད་ཐུག་རྗེས་གི་བལ་དེ་ད་རིམ་པས་རིམ་པས་བྱས་བྱས་འདུག་བྱས་ནི་ད་ཅིག་སྤུངས་ནི་ད་ནང་ང་ཚོའི་སྤྱི་ཚོགས་འདི་དེ་འདྲས་ཆགས་ཡོད་རེད་བ། ད་མ་འོངས་པ་ཡིན་པ་ཡིན་ནས་ང་ཚོ་གཅིག་སྒྲིལ་གི་ནུས་པ་འདི་གོང་འཕེལ་གཏང་དགོས་རེད་མ་གཏོགས་ཅིག་གི་དེ་ཉམས་ཆག་ཕྱིན་པ་ཡིན་ན། བྱུང། ལོ་སུམ་ཅུ་བཞི་བཅུ་ལྔ་བཅུ་ཕྱིན་པའི་རྗེས་ནས་ཡང་མི་རབས་གཞན་པ་ཚོས་ཀྱིས་ང་ཚོ་ཕྱི་བལྟས་ཀྱིས་ཀློག་ཡོང་དུས་ཚང་མ་མི་རབས་འདི་གིས་བྱུང་མི་འདུག་ཟེར་ཡག་སྐད་ཆ་ཅིག་ཆགས་ཀྱི་རེད། དེ་ཡིན་དུས་ང་ཚོ་གཅིག་སྒྲིལ་ནུས་པ་གོང་བ་གཅིག་སྒྲིལ་ནུས་པ་གོང་བ་ཟེར་དུས་ཆོལ་ཁ་གསུམ་གཅིག་པུ་མ་ཡིན་པ། ཆོས་བརྒྱུད་གཅིག་པུ་མ་ཡིན་པ། རེད་བ། རྒན་གཞོན་གྱི་པ་རག་གི། བསམ་བློ་མ་མཐུན་པ་འདི་ཡིན་པ་ཡིན་ན་མཐུན་པ་སོ་ཡ། གཞོན་པ་གཞོན་པ་མི་རིགས་མི་རབས་གཅིག་པ་གཅིག་པ་དེ་འདྲ་ཡིན་པ་ཡིན་ནའི་དེའི་ནང་ལོགས་ལ་ཡང་བསམ་བློ་འཁྱེར་སོ་དང་ལྟ་བ་མི་འདྲ་བ་དང་ལངས་ཕྱོགས་མི་དྲག་དེ་འདྲ་ཡོད་པ་ཡིན་ནའི་འདི་མཐུན་པ་སོ་ཡ། ལ་དེ་ཚོ་གང་ལ་ད་ཤུགས་ཏན་ཏན་རྒྱབ་ཐུབ་ཀྱི་རེད་ཨ་ནི་ལྷག་པར་དུ་བོད་ཕྱི་ལོགས་ལ་ཡོད་ངའི་བོད་པ་དང་བོད་ནང་ལོགས་ཡོད་ངའི་བོད་མ་བོད་པ་གཉིས་བསམ་བློ་གཅིག་པ་ཕྱོགས་གཅིག་ལ་ཡང་འགྲོ་ཐུབ་ཡ་གི་འབད་བརྩོན་བྱེད་ཡ་དེ་བྱེད་ཐུབ་པ་ཡིན་ན་ཨ་ནི་ང་ཚོ་གཅིག་སྒྲིག་ནུས་པ་སྟོན་ཐུབ་ཀྱི་རེད་ལ། ནུས་པ་དེ་གཞི་བཟུང་གིས་ག་རིགས་གང་ལ་ཡང་འབད་འབུངས་བྱས་པ་ཡིན་ནས་ཁྱད་པར་གྱི་རྟེན་འབྲེལ་བཟོ་ཐུབ་པ་རེད། དེ་དང་ངས་ཞུ་དཔེར་ན་མི་རབས་མི་རབས་གཅིག་པ་ནང་ལོགས་ལ་དེང་སང་ང་ཚོའི་སྤྱི་ཚོགས་ནང་ལོགས་ལ་རང་བཙན་དང་དབུ་མ་དང་ཅི་མང་པོ་བཤད་ཅེས་པར་པར་ངང་སུ་ངང་སུ་འཁོད་འདེགས་འདུག་བ། དེ་ངས་འཁོན་དགོས་ཀྱི་རྒྱུ་ཡོད་མ་རེད་ཞེས་རྒྱུ་མཚན་ང་ཚོ་ང་ཚོ་རྒྱ་བོར་མི་གཅིག་དམངས་གཙོ་གསོད་རེས་གནང་བ་རེད། དམངས་གཙོ་གསོད་རེས་གནང་དུས་ཚང་མ་ལ་ང་རང་ཚོ་སྤྱི་ཚོགས་ནང་ལོགས་ལ་བསམ་ཚུལ་མི་འདྲ་ཡོང་གི་རེད་ལངས་ཕྱོགས་མི་འདྲ་ཡོང་གི་རེད། ཡིན་པ་ཡིན་ནའི་དཔེར་ན་རང་བཙན་ལྟ་བ་ཁེངས་འདུག་ཡིན་པ་ཡིན་ནའི་གཞོན་སྐྱེས་ཚོ་ནང་ལོགས་ལ་ལྷག་པར་དུ་ལོ་རྒྱུས་བལྟ་དགོས་གལ་ཆེ་པོ་རེད་ཞེས་ངས་ལབ་ཀྱི་འདུག་ལོ་རྒྱུས་མ་ཤེས་མི་ཡིན་ན་གང་བཤད་ཅིག་གིས་ལོ་རྒྱུས་ཞིབ་པོ་ཤེས་ཀྱི་ཡོད་དོན་ཐོག་བྱས་བྱས་ཁ་རྒྱག་པ་རེ་རེ་བཤད་འོང་དུས་སོ་སོས་མ་བལྟས་པ་སོང་ཙང་ཨ་ནི་ཕ་ཤེས་མེད་པ་བྱེད།

དེ་འདྲས་བྱས་པ་ཡིན་ན་ང་ཚོའི་ནུས་པ་ཚང་མ་ཕྱོགས་གཅིག་ལ་སྤུངས་ཐུབ་ཀྱི་ཡོད་རེད། དེ་མ་བྱས་པའི་ཚེ་ང་རང་ཚོ་ང་རང་ཚོའི་ནང་ལ་ལོ་མང་བརྒྱབ་བསྡད་པའི་ཕན་ཆད་ཡོད་མ་རེད་པ། ང་ཚོའི་མིའི་ནུས་པ་སྐྱོ་བོ་རེད་དཔལ་འབྱོར་གྱི་ནུས་པ་སྐྱོ་བོ་རེད། ནུས་པ་སྐྱོ་བོ་ཡོད་པའི་གང་ཞིག་ལ་ཡང་ད་དུང་ནུས་པ་དེ་མང་ཤུགས་ཆུང་བཏང་བ་ཡིན་ན་ཕན་ཐོགས་སུ་ཡོང་གི་ཨང་རེད། ང་ཚོ་ལ་ཕན་ཐོགས་ཡོང་ཡ་མི་འདུག་བ། བྱས་ཙང་བར་རམ་དུ་བ་ཁོང་ཚོ་རང་བཙན་གྱི་ལངས་ཕྱོགས་ཡིན་ཟེར་མཁན་གྱི་ཚོགས་འདུ་དེ་ལས་ལྡི་ལི་དེ་བ་ཚོགས་རེད་མ་ཚོགས་གོང་ལས་ང་ཙར་ཡོངས་སུ་གོ་སྒྲིག་བྱེད་མཁན་གཅིག་ང་ཙར་ཡོངས་བྱས་ནས་འདུག་ཟེར་ནས་མཁྱེན་རྟོགས་ཀྱི་ཆེད་དུ་ཞུ་གི་ཡོད་ཟེར་ནས་ལབ་གི་འདུག་ངས་ཁོང་ཚོ་ལ་ཡང་བསླབ་བྱ་དང་རང་རྒྱག་གི་ཡོད་ཁྱེད་ཚོ་ཚོགས་འདུ་ཚོགས་ཆོག་གི་རེད་མ་བྱུང་དེ་ང་ཚོ་ལ་བས་གལ་ཡོད་མ་རེད་རྣམ་པ་ཚོགས་འདུ་ཚོགས་གི་ཡོད་ན་ཁྱེད་ཚོ་གོ་སྒྲིག་བྱེད་ཚོགས་གི་ཡོད་རེད་ཡིན་མིན་ནས་ཚོགས་འདུ་འཚོགས་པའི་སྐབས་ལ་ཁྱེད་རང་ཚོ་ག་རེ་གོ་བསྡུར་བྱེད་ཀྱི་ཡིན་ནས་ལས་གཞི་ག་རེ་སྤེལ་གྱི་ཡིན་ནས་ལས་འགུལ་ག་རེ་སྤེལ་གྱི་ཡིན་པ་ཡིན་ནས་ཚང་མ་རྒྱ་ནག་ལ་ཕག་ཁ་གཏད་ཅིག་བྱ་བར་གདའ། ང་རང་ཚོ་སྤྱི་ཚོགས་ནང་བྱས་ན་ཡོང་གི་མ་གདའ། དེ་བཞིན་དོན་དབུ་མའི་ལམ་ལངས་ཕྱོགས་མཁས་མཁན་ཚོ་ཡིན་པ་ཡིན་ན་ཐག་རང་བྱས་པ་ཡིན་ན་ང་ཚོ་ནང་ཁུལ་འཁྲུག་པ་རྒྱག་པ་བཅས་ཡོད་མ་རེད། ད་དེང་སང་ང་ཚོ་ཏེས་ཏེས་མཐུན་མ་མཐུན་འདྲ་བོ་དང་ཨ་ནི་དེང་སང་ཚགས་པར་རྒྱག་མཁན་གོ་བོ་མི་འདུག་མི་ཚང་མ་ཚགས་པར་རྒྱག་མཁན་ཆགས་རྗེས་ཚང་མ་ལོ་པས་ད་དེ་ཀེ་མེ་ར་དེ་ག་ས་ཕོན་གི་ནང་ལོགས་ལ་ཀེ་མེ་ར་དེ་ཡོད་དུས་ཚང་མ་ད་པར་བརྒྱབ་རྗེས་ཨ་རེ་བརྒྱུད་ལམ་ཁག་ལ་མ་ཐོན་སྔོན་ནས་ཚང་མ་ད་སྤྱི་ཚོགས་དྲ་རྒྱ་ནང་འགྲོ་ཚར་རེད་བ། ཨ་ནི་དེས་ཕན་ཐོག་གི་འདོག་མི་འདོག་ལྟ་ངན་ཆེ་ད་ཡག་མ་རེད། ང་རང་ཚོའི་སྤྱི་ཚོགས་ནང་ལོགས་ལ་ཡང་དཔེར་ན། ཚོགས་པ་ཡིན་ནའི་རེད། དད་པ་ག་འདྲས་བྱིན་པ་ཡིན་ནའི་འདི་ཀྱི་ངོ་བོ་འདི་གསལ་པོ་ཅིག་བཟོས་ཐུབ་པ་ཡིན་ན། ང་ཚོའི་ནུས་པ་ཡང་དཔུང་ཡང་ཕན་ཐོགས་རེད་བསམ། དཔེར་ན་ད་ལྟའི་དུས་ཚོད་ལ་ཡང་བོད་དོན་རྒྱབ་སྐྱོར་ཚོགས་པ་ཟེར་མཁན་དེ། ག་ཤེད་ཉམས་ཆག་ཞིག་ཕྱིན་ཤག་ལེགས་པ་རེད་ག་ཤེད་ཉམས་ཆག་ཕྱིན་མེད་ཟིག་པ་རེད། གང་ལྟར་བོད་དོན་རྒྱབ་སྐྱོར་ཚོགས་པའི་ཀྱི་ངོ་བོ་འདི་གསལ་པོ་ཡོད་མ་རེད། སྔོན་མ་བོད་པ་ཕྱི་རྒྱལ་ལ་བོད་པ་ཉུང་བ་ཡོད་པའི་སྐབས་ལ། ད་བོད་རིགས་མ་ཡིན་པའི་གི་མི་རིགས་འདི་གའི་དེ་གི་བོད་དོན་རྒྱབ་སྐྱོར་ཚོགས་པ་བཙུགས་ཆེད་དེའི་ཚོགས་ཆེན་དེ་ལས་ཚུགས་གི་ཡོད་རེད་ཅེས་བྱེད་ཀྱི་ཡོད་རེད། ད་བོད་པ་མང་ང་ཕལ་ཁའི་འགྲོ་བཤད་དུས། གོབ་སེར་དེ་གའི་དེ་རང་ཤི་མ་རྒྱབ་ཤི་རྒྱ་ངན་སུ་རུ་ཆགས་ཤིག་རྒྱབ་ལ་མ་ལྷག་ཅེས། ཨ་རིའི་བོད་དོན་རྒྱབ་སྐྱོར་ཚོགས་པའི་ངོ་བོ་དེ་སེའུ་མྱང་གྷ་ཟི་ཐང་བོད་བར་ཕྱི་རྒྱལ་འགྲོ་མཁན་གཙོས་ཀའེ་པེ་ནན French ལ་ཕྱིན་པ་ཡིན་ན French མི་སེར་ཆགས་ཀྱི་ཡོད་རེད་ཨིན་ཇིའི་ལུང་པ་ཕྱིན་པ་ཡིན་ན་ཨིན་ཇིའི་མི་སེར་ཆགས་ཨ་རིའི་ཡིན་ན་ཨ་རིའི་མི་སེར་ཆགས་དེ་དུས་ད་ཁོང་ཚོ་མི་སེར་གཞན་པ་ཅིག་ཡིན་འདུག་ད་བྱས་པ་ཡིན་ན་འདི་ད་ག་དེ་གི་མི་འདུག་བ། བོད་དོན་རྒྱབ་སྐྱོར་ཚོགས་པ་ལ་ངས་འདི་ཤ་ཁྲག་རུས་གསུམ་གི་བོད་པ་མ་ཡིན་པའི་གི་མི་རིགས་གཞན་པ་ཅིག་ཏུ་བྱས་དགོས་ཡ་ཆེ། རེད་བ། གཞིས་ཀའི་ཡུལ་དངོས་བོད་པ་དེ་ཚོས་བོད་རིགས་ཚོགས་པ་དང་བོད་རིགས་སྤྱི་མཐུན་ཚོགས་པ་ཟེར་ནས་དེ་ཡང་ཁོ་རང་ཁོ་རང་གི་ངོ་བོ་ཁ་ཁ་ཞིག་བྱས། ཨ་ནི་དོན་གཅོད་སྤྱི་འཐུས་འདུག་ཕྱིན། སྒྲོམ་གཞིར་འདི་ཚོ་འདུག་ཕྱིན་ཡག་པོ་བྱུས་ཡོད་པ་ཡིན་ན་ཨ་ནི་ང་ཚོ་དཀའ་ངལ་འཕྲད་ཡ་མི་འདུག། གཅིག་གཅིག་འདྲ་མ་འདྲ་ཞིག་ཆགས་ཆགས་ཡོང་ཡ་མི་འདུག། དཔེར་ན་བོད་རང་དབང་སློབ་ཕྲུག་ཚོགས་པ་ཟེར་ཡ་འདི་ཡིན་པ་ཡིན་ནའི་ཐོག་མ་ཚུགས་པའི་དམིགས་ཡུལ་དེ་ག་རེད་ཟེར་ན། ཁོ་རང་ཚོས་བོད་དོན་ཤེས་ཀྱི་ཡོད་པའི་ཐོག་ནས། སློབ་གྲྭ་དང། སློབ་ཕྲུག་དང། མཐོ་སློབ་ཀྱི་སློབ་ཕྲུག་དང་གཞི་རིམ་གྱི་སློབ་ཕྲུག་འཛིན་ནང་ལོགས་ལ་ཡང་བོད་དོན་འགྲེལ་བཤད་བརྒྱབ་ནས་བོད་པར་རྒྱབ་སྐྱོར་རག་ཡ་ཆེར་བྱས་པར། བོད་བར་ཆེར་དཔེ་མེད་ཤུགས་ཆེན་པོ་ཆགས་པས། ཟམ་གླིང་ནང་ལོགས་ལ་ཡང་བསླབ་གྲྭ་ཁག་ལྔ་བརྒྱ་ཟིན་ནང་ལོགས་ལ་ཡང་ཁོ་ཚོའི་གི་ཡན་ལག་ཡོད་པ་དེ་ལ་ཆགས་པས་ལས་འགུལ་སྤེལ་སྟངས་ཀྱི་རྣམ་དཔྱོད་ཚོ་ཚད་ལྡན་པ་ཆགས། ད་ད་ལྟའི་དུས་སྐབས་སུ། བོད་རང་སློབ་འབྲིང་ཚོགས་པའི་ནང་ལོགས་ལ་ཡང་བོད་པ་མང་དུ་ཕྱིན། ཨ་ནི་ཡང་བོད་པའི་ཆབ་སྲིད་ནང་ལོགས་ལ་འཛུལ་བྱས། འདུ་བྱེད་ཡོང་སྟེ། དེ་འདྲའི་གནས་སྟངས་ཀྱི་དབར་ནས་དཔེར་ན་ང་ཚོའི་སྙེ་མ་དེ་འདྲ་བྱུང་ཡོད་རེད། དཱམ་སཱ་ལི་ཡ་གཅིག Friends of Tibet ཡ། བོད་ཀྱི་གྲོགས་པོ་ཡ་རྒྱ་གར་གྱི་ཚོགས་པ་བྱས་ཡོད་རེད། ཐེངས་གཅིག་ང་དཱམ་སཱ་ལི་འགྲོ་བའི་སྐབས་ལ་ཡ། རྒྱ་གར་གྱི་བོད་དོན་རྒྱ་བོད་ཚོགས་པ་གཅིག་གིས་བོད་མིའི་གྱི་སྒྲིག་འཛུགས་ཀྱི་སྲིད་བྱུས་གང་ལ་ཡ། བགྲོ་གླེང་བྱེད་ཀྱི་འདུག་ཟེར་གྱི་འདུག། དེ་ངས་ཧང་སང་སང་འདྲ་བྱུང། ལ་ཁོ་ཚོ་རྒྱབ་སྐྱོར་ཚོགས་པ་ཡིན་ན་རྒྱབ་སྐྱོར་ཚོགས་པའི་ངོ་བོ་བདེ་བོ་བོར་མ་གཏོགས་བྱེད་མཁན་བོད་མིའི་སྒྲིག་འཛུགས་ཀྱི་སྲིད་བྱུས་དཀའ་ན་ཡང་ཁོ་ཚོ་ཐོབ་ཐང་ཇུས་གཏོགས་བྱེད་ཐོབ་ཐང་ཡོད་མ་རེད་པ། དེ་ནས་བཞིན་ཨི་ར་ལི་ཕྱིན་པའི་སྐབས་ལ་ཡང་ཨི་ར་ལི་ནང་ལ་ཡང་གཅིག་གི་ག་ཚོད་རེད། བོད་དོན་རྒྱབ་སྐྱོར་བྱེད་མཁན་དེ་འདྲ་ཡོད་རེད་དེ་ཡས་བོད་རང་བཙན་སྐོར་ལ་ཟེར་མཁན་དེ་འདྲ་ཡོད་རེད། ཨེ། བོད་རིགས་ཚོགས་པ་དེའི་དབུ་མའི་ལམ་ཆེན་རྒྱབ་སྐྱོར་བྱེད་མཁན་ཚོ་རང་བཙན་བཤད་ཁོ་ཚོ་ག་དུས་ཡིན་ནས་རྩོད་པ་ཤོག་བསྡད་ཀྱི་འདུག། ད་གྱང་གྱི་སྐད་བཤད་རོགས་བྱེད་ཚིག་རོགས་ངས་ཁོ་ཚོ་སྐད་བཤད་རེད་ཁོ་ཚོ་སྐུ་ཚབ་འདི་གས་ཚང་མ་སྐད་དང་སྐད་བཤད་རེད་གྱང་ཚོ་ཨི་ཏྲ་ལི་གི་མི་རེད་རང་བཙན་ཡོད་ངའི་རྒྱལ་ཁབ་ཅིག་གི་མི་སེར་རེད་གྱང་ཚོས་ཀྱི་བོད་པའི་ལོ་རྒྱུས་ཤེས་པའི་ཐོག་ནས་བོད་པའི་གི་གནས་སྟངས་ཤུན་པའི་ཐོག་ནས་བོད་པ་ཚོ་ལ་ཡང་རང་བཙན་རག་དགོས་ཀྱི་འདུག་ཟེར་ཡ་དེ་དཔེ་ཡག་པོ་རེད། བཀའ་དྲིན་ཆེ་ཐུགས་རྗེ་ཆེ། ཡིན་པ་ཡིན་ནས། བོད་པའི་གི་མ་འོངས་པ་གི་འཐབ་རྩོད་གི་ཐག་གཅོད་དེ་བོད་པ་གི་བྱེད་གི་རིག་མ་གཏོགས་བྱེད་གི་ཁྱེད་རང་བྱེད་ཐུབ་མ་རྟ། དེ་བྱེད་ནས་ཁྱེད་རང་ནང་ཁུལ་རྩོད་བ་རྒྱག་པ་ཡང་མི་འདུག་བ་བྱེད་ནས་འདུག་འགྲེལ་བཤད་རྒྱབ་རྒྱུ་ཚང་མ་གོ་ཆོད་གི་འདུག་འོ་དེ་འདྲ་བྱས་རྗེས་ད་ག་འདྲ་ང་ཚོས་གི་ཆིག་སྒྲིལ་གི་ནུས་པ་ཟེར་བ་འདི་ཡང་སྟོན་དགོས་ཀྱི་ཡོད་པ་ཡིན་ན་བསམ་བློ་རྒྱ་ཆེ་ས་ནས་བཏང། ལས་འགུལ་འདི་སྤེལ་བའི་སྐབས་ལ་ཡང་ང་རང་ཚོ་ལ་ཅིག་ཅིག་གནོད་ཡག་གི་མ་བྱེད་བསམ་བློ་དེ་དམག་ཁོངས་ངོས་ནས་བསམ་བློ་ཞིག་བཏང་སྟེ་ཨོ་འདི་བྱས་པ་ཡིན་ན་ང་ཚོར་ཕན་གྱི་མི་འདུག་ཨ་ཟེར་ཡག་གི་བསམ་བློ་དེ་བྱུང་བ་ཡིན་ན་ད་ལྟ་སྤྱི་ཚོགས་ནང་ལོགས་ལ་ཡང་རྙོག་དྲ་ཆགས་ཆུ་ཆང་ཆུང་ཡོང་བ་འདི་ཡང་དེ་ཚོ་ཡོང་མ་བ་ཡང་ཆགས་འགྲོ་གི་རེད། དེ་བྱེད་དུས་ང་སྲིད་སྐྱོང་བྱས་པ་ཡིན་ན་ངས་སྒྲིག་འཛུགས་འདི་ག་ཚང་མ་ལ་ཕར་ཚུར་སྙོབ་བྱས་འབྲེལ་བ་བྱས་བྱས་དེ་ཚོའི་ཐོག་ལ་ཡང་མ་འོངས་པ་དེ་རིགས་མི་ཡོང་ཡག་གི་སློབ་གསོ་རྒྱག་ཡག་དང་ལམ་སྟོན་བྱེད་ཡག་དང།

ད་བོད་ནང་ཡོད་མཁན་བོད་མི་ཚོ་ལ་ང་ཚོ་བཤད་དགོས་ཁོ་ནར་འདུག་ཧང་བསངས་ཡག་གི་ལྷག་བསམ་སྙིང་སྟོབས་དཔའ་མཛངས། ཞི་བ་ཅིག་བྱེད་ནི་ད་སོ་སོ་ཚོ་ལས་འཇས་འཇས་འཇས་བློས་བཏང་དེ་འདྲ་བྱེད་པ་དེ་ཡག་ཞི་བ་བྱེད་ཅིག་དུག་གསུམ་ད་སྐུ་ཚེ་འཕེན་པ་རྫོགས་ཚར་བ་རྫོགས་ཚར་བ་རེད་ད་འདོད་ཡོད་དེ་ངན་ཚོས་མི་ཚོས་ལས་འགུལ་སྤེལ་བའི་སྐབས་ལས་དངོས་གནས་རྣམ་དཔྱོད་ཚད་ལྡན་པ་ཅིག་རེ་སྤེལ་དེ་ཞུ་དགོས་ཡ་གལ་མི་འདུག་ད་ཚང་མ་ལོག་དེ་རེད་རེད་སུས་ང་ཞུ་ཐུག་མ་ལ། ད་ང་ཚོ་བཙན་བྱོལ་ནང་དུ་ཡོད་མཁན་འདི་གའི་འདི། སྒྲིག་འཛུགས་འདི་ཚོ་སྲ་བརྟན་བྱེད་མ་བསྡད་པ་ཡིན་ན་ང་ཚོ་དམངས་གཙོའི་ལམ་སྲོལ་འགྲོ་གི་ཡོད་དུ་སེམས་པ་འདི་ལ་ཁྲིམས་དང་སྒྲིག་གཞི་ཞུ་ཡ་རེད་དམངས་གཙོའི་ཀ་བ་གསུམ་ཟེར་ཡ་ཡོད་རེད་དམངས་གཙོའི་ཀ་བ་གསུམ་གྱི་དབང་ཆ་དབྱེ་བ་ཕྱེ་བཞག་ཡོད་རེད་དབང་ཆ་དབྱེ་བ་ཕྱེ་བའི་སྒང་ལ་ཨ་ནི་འཇིགས་ཉོང་གི་སྟངས་འཛིན་བྱེད་ཡ་དུ་ཡོད་རེད Check and Balance བྱེད་ཡ་དུ་ཡོད་རེད། དེའི་འོག་ནས། འདི་ནས་དམངས་སྲོལ་ཀ་བ་གསུམ་གྱི་ནུས་པ་དེ་མཉམ་དུ་ཁྲིད་འདུག་ཁུག་འདུག་མ་འདུག་ཅིག་འཛིན་སྐྱོང་དངོས་ནས་གྲོས་ཚོགས་ལ་དུས་འཚམ་པ་ལ་ཡ་སྐྱོན་བཙུགས་ངན་ཤ་ཏག་ཟེར་བ་ཞིག་མཐོང་སྟེ། ཨ་ནི། ཕག་ཚོ་གཉིས་ཀ་ཅིག་ལྟ་སྟངས་མི་འདྲ་བ་ཞིག་ལྟ་བསྡད་པ་ཡིན་ན། དེ་ང་ཚོའི་ནུས་པ་དེ་ཡང་མཉམ་དུ་སྤུངས་ཐུབ་ཀྱི་མི་འདུག་བ། དེ་ན་ང་ཚོགས་གཙོ་ལོ་དྲུག་ཕྱེད་ཀ་དེ་འདྲ་བྱས་ཚར་བ་རེད་ད་ལོ་གཅིག་མན་ཆད་ལྷག་རེ་ཡོད་རེད། དེའི་གི་ཉམས་མྱོང་འདས་པའི་ལོ་ཉི་ཤུ་གཅིག་སྡུད་བྱས་པའི་ཉམས་མྱོང་འདི་གི་འཛིན་སྐྱོང་ལ་གྲོས་ཚོགས་ལྟ་སྟངས་དེ་ག་འདྲེས་ལྟ་གི་ཡོད་མེད། འཛིན་སྐྱོང་ལ་ཡང་གྲོས་ཚོགས་ཀྱི་མཐུན་འགྱུར་ག་འདྲེས་དགོས་ཀྱི་ཡོད་མེད་དེ་ངས་ཤེས་ཀྱི་ཡོད། རྒྱུན་ལས་ཀྱི་བསམ་བློ་ག་ཡིན་མེད་ངས་ཤེས་ཀྱི་ཡོད་ཚོགས་གཙོ་གཞོན་བསམ་བློ་དེ་ངས་ཤེས་ཀྱི་ཡོད་གྲོས་ཚོགས་བསམ་བློ་དེ་ངས་ཤེས་ཀྱི་ཡོད། དེ་ཡིན་དུས་ང་སྲིད་སྐྱོང་ཆགས་པ་ཡིན་ན། ངས་ཏན་ཏན། རྩ་བའི་འཛིན་སྐྱོང་གི་ཆབ་སྲིད་ཀྱི་འགན་དེ་འཛིན་སྐྱོང་གི་ཁྱི་གུ་རེད། ཡིན་པ་ཡིན་ནའི། ཆབ་སྲིད་ཀྱི་ལས་དོན་བྱེད་ཕྱོགས་ཀྱི་ཐོག་ནས། ང་ཚོ་མིའི་ནུས་པ་གཞན་པ་ཡོད་ཆགས་ནས་སྤྱི་འཐུས་ལྷན་ཚོགས་ལ་མི་ཡོད། ད་དེ་འདྲ་ཡོད་དུས་ཚར་བས་ནི་མི་ཞིའུ་ཞང་ཆགས་ཡོད་པ་རེད། མི་ཞིའུ་ཞང་དེ་ལ་རྣམ་དཔྱོད་མི་འདྲ་ཡོད། དེ་ཚོ་དྲན་ལ་དེ་ང་ཚོ་ཆབ་སྲིད་ཀྱི་ལས་འགུལ་ཁང་ལ་སྤུངས་དུས་ཚང་མ་ལ་ཡང་མཉམ་དུ་ཁྲིད་ཐུབ་ཡག་གི་འབད་བརྩོན་བྱེད་དགོས་པས་ཧ་ཅང་གལ་ཆེན་པོ་རེད་བཞག། ཡང་ན་ཤིང་གི་ཁྲིམས་ལུགས་དབང་འཛིན་ཡིན་པ་ཡིན་ནའི་མཉམ་དུ་ཁྲིད་ཐུབ་པ་བྱེད། རུ་བ། དུ་བྱེད་ན་ཡང། འཛིན་སྐྱོང་གི་ལས་དོན་བྱེད་སྐབས་ཀྱི་འཛིན་སྐྱོང་གི་ལས་དོན་བྱེད། གྲོས་ཚོགས་ལ་ཕ་རྒན་ཁྱི་དགོས་རྩིས་རྒྱག་དགོས་ལན་རྒྱག་དགོས་ཚང་མ་བྱེད། གྲོས་ཚོགས་དངོས་གནས་དམིགས་ནས་འཛིན་སྐྱོང་གི་ལས་དོན་ཚགས་ཚུད་ཡོང་གི་འདུག་མི་འདུག་སྟངས་འཛིན་བྱེད་དགོས་ཡ། དྲི་བ་བཏང་དགོས་ཡ། སྐུལ་ལྕག་བྱེད་དགོས་ཡ་དེ་གས་ཚང་མ་ལ་ཚད་ཟེར་བ་ཞིག་བྱས་པ་ཡིན་ན། ང་ཚོ་གཅིག་གཅིག་གཅིག་གི་ནུས་པ་དེ་ཡ། ག་འདོད་ཀྱི་གོང་བུ་གཅིག་དེ་ཡ་བསྒྲིལ་ནས། དེ་གའི་དར་རམ་ས་ལ་ལ་ད་ག་ཟིག་གི་ཚགས་ཚུད་བྱུང་བ་ཡིན་ནས་དེ་ག་ཟིག་གི་ས་གནས་མི་མང་གི་དར་རམ་ས་ལ་ནི་ཡུལ་ཆེས་མང་ན་ཤིན་ཏུ་ཆེ་བའི་བར་ཡིན། འོ་དེའི་གནས་སྟངས་ཅི་རེད་བྱ། ད་བོད་རྒྱ་འབྲེལ་མོལ་གི་གནས་སྟངས་འདི་སྒང་ནས་ཡང།